དེའི་ནང་ལོགས་ནས་ནི་ལི་ཧྥན་ཡོན་ཞེས་ཡང་འདིའི་ངོ་སྤྲོད་བྱེད་དེ་གང་ལགས། ཐོག་མར་ཐ་སྙད་ཁ་ཤས་ཀྱིས་གསལ་བོ་བཟོ་དགོས་ཡག་གི་གཞི་རྩའི་ཐ་སྙད་འགའ་ཞིག་ཡག་གི་དགེ་མཚན་དེ་རེད། ད་དེའི་ནང་ལོགས་ནས་ང་ངོ་སྤྲོད་བྱེད་ཡག་དེ་ནི་ད་གཤེམ་ན་ཡོད་ཡག་གི་བྱེད་ཚད་འདི་ལ་ནི་རྒྱ་ནག་པ་ཚང་མ་གིས་གནས་སྐུ་མྱོང་ཡ་དང་རྒྱ་ནག་པ་མང་ཆེ་བ་གིས་གནས་ངན་ལན་བྱེད་ཡ་དང་ངན་འཛིན་བྱེད་ཐུབ་ཡ་དང་ངན་ལན་བྱེད་ཐུབ་ཡ་གི་གནད་དོན་རེད། ད་གནད་དོན་དེ་ག་རེ་རེད་ན་དང་པོ་དེ་བཙན་རྒྱལ་རང་ལུགས་ཟེར་ཡ་དང་གནས་མི་སེར་སྤེལ་ཡུལ་རང་ལུགས་ཟེར་ཡ་དེ་འདི་གཉིས་གནས་ཡག་པོ་མེད་ཡ་དང། ངེས་པར་དུ་དེ་ཚོ་ཚང་མ་ལ་གནས་ངོ་རྒོལ་བྱེད་དགོས་ཡ་གི། ནི་ཐང་ཅིག་ཡིན་པ་དེ་ནི་ཚང་མ་ངོས་འཛིན་བྱེད་ཀྱི་ཡོད་རེད། ད་ཉེ་བ་དེ་ལྟ་བུ་བྱུང་ན། མཚམས་སྦྱོར་རང་ལུགས་དང། ནི་མི་སེར་སྤེལ་ཡུལ་རང་ལུགས་ཀྱི། ནི། ཁོ་རང་ཚོ་གི་འཁྲོག་བསྐྱོན་བྱེད་ཡག་གི་ཉེ་བ། དང། ཉེ་བ་དེ་དང་ཐ་ན་ཡིན། ནི། ད་མཚམས་སྦྱོར་རང་ལུགས་པ་དང་མི་སེར་སྤེལ་ཡུལ་རང་ལུགས་པ་གི། ནི་རྒྱ་ནག་མེས་རྒྱལ། ཁོ་རང་ཚོ་ངོས་འཛིན་བྱེད་ཡག་མེས་རྒྱལ། ཆིན་རྒྱལ་རབས། གི་ལུས། བརྒྱ་ཕྲག་གི་ནང་ལོགས་ལ་ནི། ད། ཡིད་སྤྱོད་དགོས་ཡ་གི་ནི། ད་རྒྱལ་ཁབ་ཀྱི། ཅིག་ཞབས་འདྲེན། ཞིག་ཡོད་ཡ་ད་ཅིག་ད་ཀ་ཧི་སི་ཀོ་ནི་བཙན་རྒྱལ་རང་ལུགས་པ་དང་མི་སེར་སྤེལ་ཡུལ་རང་ལུགས་ཀྱི་ནི། ད། རྒྱ་ནག་གི་མེས་རྒྱལ། ལ་ནི་ལུས་བརྒྱ་གི་ནང་ལོགས་ལ་དྲག་སྤྱོད་དང། དེ་འདྲ་བྱེད་ཡག་གི་ད་རྒྱ་ཁབ་ཀྱི་ཞལ་འདྲེན། དེ་ངེས་འཛིན་བྱེད་ཡག་དེ་ད་རྒྱ་ནག་པ་མང་པོ་ཞིག་གི་གོ་མྱངས་ཡོད་ཡག་ད་རྒྱ་ནག་པ་མང་པོ་ཞིག་གི་དེ་ལ་ངེས་འཛིན་བྱེད་ཀྱི་ཡོད་རེད་ངེས་ལེན་བྱེད་ཀྱི་ཡོད་རེད་ཟེར། དེ་ནས། ད་བཙན་རྒྱལ་རང་ལུགས་པ་ཟེར་ཡག་དང་ཨ་ནི་མི་ཚེ་བལ་ཡུལ་རང་ལུགས་པ་ཟེར་ཡག་འདི་ཚོ། ཨ། ཐ་སྙད་འདི་ཚོ་ལ་ཨ་ནི་ད་ཅིག་འགྲེལ་བྱེད་མ་འདྲ་ཡག་དང་ཡང་ན་ཐ་སྙད་དེ་གི་གོ་དོན་ལ་ད་ག་རེ་སྐོར་རེད་འདྲི་ཤེས་འདྲ་མི་འདྲ་གྱི་སྐུལ་བ་རེད་སྲིད་ད་ཡིན་ན་ལ་ཆི་ཏང་གི་ད་ཡང་ཏྲག་གི་བཞིན་ཡིན་ན་ད་འདི་ད་ཅི་གི་ག་རེ་སྐོར་རེད་བཙན་རྒྱལ་གི་རིམ་པ་ན་ཡོད་ཡག་གི་ཨ་ནི་ས་ཁོངས་གཅིག་གི་བཙན་དབང་གི་ནི། རྒྱལ་ཁབ་གཞན་དག་དང། ཡང་ན། རྒྱལ་ཁབ་གཞན་དག་གི། ནི། མངའ་ཁོངས། དེ། བཙན་རྒྱལ་ཁོ་རང་གི། སྲུང་སྐྱོབ་ཀྱི་རྒྱལ་ཁབ་ཡང་ན་ཁོ་རང་གི། ཁོངས་གཏོགས་ཀྱི་ས་ཁེལ། ཡང་ན་ཁོ་རང་གི། མི་སེར་སྤེལ་ཡུལ་གྱི་ས་ཁེལ་ལ་གཟུགས། དེ་འདྲ་ཅིག་བཀོད་ཡོད་རེད། ད་རྒྱ་ནག་བར་ལ་མཚོན་ན་ཕྱིའི་རྒྱུས་ལོན་ཡོད་ཡག་དང། དགའ་ནང་བཞིན་ཕྱིའི་གཅིག་ག་རེ་ཟུག་རེད། ད་སེ་ན་ན་ཚེ་བཟོ་མཁན་གི་བེ་བེ་མཚོན་དེ་གོ་ཡ་ཡིན་ན། ཨན་དེ་ད་དབྱིན་བཙན་རྒྱལ་རང་ལུགས། དབྱིན་བཙན་རྒྱལ་ཆེན་མོ་གིས་ཨ་ནི། ད་མི་སེ་བེ་ཡེ་དེ་ཨ་ནི་རྒྱ་ནག་གི་ཧ་ཅང་གི་རྒྱ་ནག་པ་དེ་ཚང་མ་རྒྱུས་ཡོད་ཅིག་རེད།

ཁོ་རང་གི་དེ་རྒྱ་གར་ས་ཁུལ་གྱི་ད་རྒྱ་གར་ས་ཁུལ་ལ་ཡོད་ནི་ད་མི་ཚེ་བི་ཡི་ས་ཁུལ་འདི་ལ་ཐུགས་འཐེན་བྱས་ཡོད་དང། ད་ནང་བཞིན་ཨ་ནི་མི་ཚེ་བི་ཡི་ལྷན་ཁང་ཞེས་ཡ། དེ་འདྲ་གི་ལྷན་ཁང་དེ་གིས་ཨ་ནི། རྒྱ་གར་གྱི་ས་ཁུལ་ལས་གཞན་གྱི་ནི་དེ་མི་སྲིད་པའི་ཡུལ་གྱི་ས་ཁུལ་དེ་ཚོ་ལ་དུས་ཐེངས་བྱས་པ་དེའི་ནང་ལོགས་ལ་ནི་ཁོ་རང་ཚོ་ད་མི་དཀར་པོ་མི་རིགས་མི་རིགས་དཀར་པོ་ཡིན་ཡ་གི་ནི་ད་ཡུ་རོབ་གི་ས་ཁུལ་དང་དཔེར་ན་ད་མར་ཐ་ཟེར་ཡ་དང་མར་ཐ་ཟེར་ཡ་དང་ནི་སེ་བྷ་རིས་ཟེར་ཡ་སེ་བྷ་རིས་ཟེར་ཡ་དང་འདི་ཚོ་དང་ད་ནང་བཞིན་མི་དཀར་པོ་མི་རིགས་དཀར་པོ་མ་ཡིན་པའི་ས་ཁལ་མང་པོ་ཆེ། ཡང་ཁོ་རང་ཚོ་ཁོང་ཐོག་གི་ས་ཁལ་ཡིན་ཟེར་ཡ་དེ་འདྲ་སོགས་པ། ད་དེའི་ནང་ལ་བེད་བཞག་ཡ་ན། ད་ཧོང་ཀང་ལྟ་བུ་དེ་ཆགས་ཀྱི་ཡོད་རེད། དེ་ནས། ད་དབྱིན་ཇིའི་གི་སྐད་ཡིག་བེད་སྤྱོད་བྱེད་མཁན་གི་མི་དཀར་པོའི་རིགས། གི་ཨ་ནི། མི་དཀར་པོའི་རིགས་རྒྱུད་ཀྱི་གཙོ་བོ་ཞིག་ཆབ་སྲིད་དང་དཔལ་འབྱོར་ལ་དབང་བསྒྱུར་བྱེད་མཁན་གྱི་ད་ཚོགས་དེ་ད་ད་རིགས་ཚོགས་ད་ནང་བཞི་ནི་དབྱིན་ཇིའི་གི་ཁོངས་གཏོགས་ཀྱི་ས་ཁུལ་ཡིན་པ་ད་དཔེར་ན་ཁ་ན་ར་དང་ཨོས་ཏྲེ་ལི་ཡ་དང་ནིའུ་ཟི་ལན་དི་སོགས་ལྟ་བུ། ད་ནང་བཞི། དེ་ཚོ་ཐག་གཅོད་ན་དང་པོ་ཡིན་ན་ནི་ད་ལྟ་དང་མི་ཟད་པའི་ཡིད་ལྷན་ཁང་གིས་ནི་ཐག་གཅོད་བྱེད་ཀྱི་ཡོད་ཡ་དང་ཡིན་ན་ཡང་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་ལྔ་གི་རྗེས་ནས་ནི་དབྱིན་ཇི་སྲིད་གཞུང་གི་ལོགས་སུ་ནི་ལྷན་ཁང་ཅིག་ཚུགས་ནས་དེ་ལ་ཁོངས་གཏོགས་ཀྱི་ས་ཁུལ་ལྷན་ཁང་ཟེར་ཡ་གི་ལས་ཁང་ཅིག་ཚུགས་ནས་ནི་དེ་གི་དབང་སྒྱུར་བྱེད་ཀྱི་ཡོད་རེད། ད་གོང་གི

ད་ལས་དོན་དེ་ཚོ་དོ་དན་བྱེད་དགོས་ཡོད་ད་དཔེར་ན། གཅིག། བཟོ་གྲྭ་ལ་སོགས་པ་ནི་སློབ་གསོ་ལ་སོགས་པ་དེ་ཚོ་ཐག་གཅོད་བྱེད་ཀྱི་ཡོད་ཡ། དེ་རེད། དེ་འདྲ་གི་ད་རྒྱལ་ནང་གི་སློབ་གསོ་དང་ལས་དོན་དང་གཅིག། བཟོ་གྲྭ་ལ་སོགས་པ་འདི་འདྲ་གི་ལས་དོན་ལ་ནི་ཁོ་རང་གིས་ད་གཅིག་མི་སེར་སྤེལ་ཡུལ་ལྷན་ཁང་དང་ཡང་ན་ཁོངས་གཏོགས་ལྷན་ཁང་ཟེར་ཡག་གི་ས་གི་ལས་ཁུངས་དེ་ཚོ་གིས་ནི་ད་ལྟ། ད་དབྱིན་ཇིས་ཁོ་རང་གི་རྒྱལ་ནང་གི་སློབ་གསོ་དང། གཟུགས་ལས་ལ་སོགས་པ་དཔལ་འབྱོར་ལ་སོགས་པ་དེ་ཚོ་ལ་ནི་གོ་ཆེད་དུ་བྱེད་ཀྱི་མ་རེད། དེ་ག་ནང་བཞིན་དབྱིན་ཇི་རྒྱལ་ཁབ་ཁོ་རང་གི་དབྱིན་ཇི་སྲིད་གཞུང་གིས་ད་ཁོ་རང་གི་ལུང་ཁྲིན་སིན་གྱི་ལས་དོན་ལ་དུས་གཏན་འཇལ་ཡ་དང་དབང་སྒྱུར་བྱེད་ཡ་དེ་ད་ཅིག་གནས་ལུགས་དང་གནས་ལུགས་དང་ལྡན་པ་དང་དེ་འདྲ་ཅིག་ཆགས་ཀྱི་ཡོད་རེད། དེ་དོན་ཚན་དང་པོ་རེད། ད་ཉེ་བར་ལྟ་བུ་ཚོ་ན།

མི་སྲིད་པ་བོད་ཡིག་ས་ཁྱི་དེ་ཚོ་ཡང་བོད་ན་ཁོ་རང་ད་མི་དཀར་པོ་རིགས་རྒྱུད་དཀར་པོ་མི་རིགས་དཀར་པོ་ཡིན་ཡིན་ཡིན་པ་དང་མ་ཡིན་པ་ལ་སོགས་པ་ད་བོད་ན་མ་ཡིན་པ་བོད་ན་རྒྱ་གར་ལྟ་བུ་དང། ཡང་ཅིག་མི་རིགས་དཀར་པོ་གཙོ་བོ་ཡིན་པ་གི་ད་ཁོང་གི་བོད་ན། མར་ཐག་མར་ཐག་ཟེར་ཡ་དང་ཨ་ནི་སེར་པོ་རུ་ཟེར་ཡ་ལྟ་བུ་འདི་ལྟ་བུ་དང་ཡང་ན་ཨ་ནི་དབྱིན་ཇིའི་སྐད་རྗེ་སྐད་རིགས་བེད་སྤྱོད་བྱེད་མཁན་མི་རིགས་དཀར་བོ་ཡིན་པ་གི། མི་རིགས་དཀར་བོ་ཡིན་པ་གཙོ་བོ་ཡིན་པའི་ད་ཁ་ན་ད་དང་ཨོ་སི་ཀྲི་ལི་ཡ་ལྟ་བུ་འདི་ཚོས་ད་མང་ཆེ་བ་དེ་ཚོ་ཨ་ནི་རྒྱལ་ཁབ་དེ་ཚོ་ད་དེ་རང་ཡིན་ན་ཁོ་རང་ཚོ་རང་བཙན་ཐོབ་ཡོད་ཡ་གི་གནས་སྟངས་དེ་དེ་ཆགས་ཀྱི་ཡོད་རེད་ད་དེ། དོན་ཚན་དེ་གཉིས་ཆགས་རེད། ད་དེ་ནས། ང་ཚོས་གིས་གོང་གི་གནས་ཚད་འདི་ཚོ་ཞིག་བལྟས་ཡས་རྗེས་སུ་ང་ཚོས་ད་བསམ་བློ་གཏང་དགོས་ཡ་དང། གཏང་དགོས་ཡ་གི་གནད་དོན་དེ་ནི་ཤན་གི་སྡེ་ཚན་གཉིས་ཆགས་ཀྱི་ཡོད་ཟེ་ད། ཐ་སྙད་གི་ད་སྡེ་ཚན་གཉིས་ཆགས་ཀྱི་ཡོད་ཟེ་ད། སྡེ་ཚན་དང་པོ་དེ་ད་བས་ཚོ་ན། ཆིན་བཙན་རྗེ་ཡོད། ཁོ་རང་གི་མངའ་ཁོངས་ཀྱི་ཞིང་ཆེན་དང། དེ་ནས་ད་ཁོ་རང་གི་ཁོངས་གཏོགས་ཀྱི་ས་ཁུལ་ཡིན་ཟེ་ཡ་དང། ལི་ཧྥན་ཡོན་ཟེ་ཡ། པའི་ལས་ཁུངས་དེ་དང། ནས་སྡེ་ཚན་གཉིས་པ་ནང་ལོགས་ཀྱི་དབྱིན་ཇིའི་གི་གོ་རིམ་དབྱིན་ཇི་རྒྱལ་ཁབ་གོ་རིམ་གྱི་མངའ་ཁོངས་ནང་ལོགས་ཀྱི་ད་ཅུན་ཟེར་ཡང་དེའི་ལྷན་ཁང་དང་ད་ས་ཁུལ་སོ་སོའི་གི་ད་ཞིང་ཆེན་འབྲོག་རུ་བ་དེ་དང། ནས་གོ་རིམ་གྱི་མི་སེར་སྤེལ་ཡུལ་ས་ཁུལ་དང། ནས་མི་སེར་སྤེལ་ཡུལ་གྱི་ལྷན་ཁང་ཟེར་ཡང་གི་ད་ཐ་སྙད་འདི་ཚོ་ཞིབ་བསྡུར་བྱས་དེ་གང་ལ།

ད་ལྟ་གོང་གི་ཐ་སྙད་ཀྱི་སྡེ་ཚན་གཉིས་ཡོད་ཡང་འདི་གཞི་རྩའི་སྒང་ནས་ནི་ད་སྡེ་ཚན་དེ་གཉིས་ཀྱི་ཉིས་ཆ་གཅིག་པ་ཡིན་ཡོད་དེ། བདག་ཧོན་བྱེད་ཀྱི་ཡིན། དེ་ག་འདྲ་བྱེད་ཅིག་པ་རེད་ཟེར་ན་ད་བལ་ན་དེ་དོན་དག་ག་རེ་རེད་ཟེར་ན་ཆིན་བཙན་རྒྱལ་གྱི་ཧྥན་ཧྲུའུ་ཟེར་ཡ་གི་ད་ཁོངས་གཏོགས་ཀྱི་ས་ཁུལ་ཟེར་ཡ་དང། དེ་དང་ཡིན་བཙན་རྒྱལ་གྱི་མི་སེར་སྤེལ་ཡུལ་ཟེར་ཡ་དེ་གཉིས་གཅིག་པ་འདྲ་བོ་ཆགས་ཀྱི་ཡོད་རེད། དེ་རེད། ད་དེ་ཐ་སྙད་ཀྱི་དབྱེ་བ་དང་དེ་ནི་ཐ་སྙད་ཀྱི་རང་གི་སྒང་ནས་དེ་འདྲ་དབྱེ་བ་དང་ཡེ་ཤུ་འདྲ་བོ་དེ་འདྲ་ཅིག་བྱས་འདུག་དེ་ནས་ད་དེ་རང་གི་དོན་ཚན་གཉིས་པ་དེ། ད་རྒྱ་གི་ཡིག་ཆ་ནང་ཆིང་དུས་སྐབས་ཀྱི་ཡིག་ཆ་ནང་གི་ཧྥན་པུའུ་ཟེར་ཡ Fan Pu ཟེར་ཡ་དང་ཨ་ནི་ཟེར་ཡ་གི་ལྷན་ཁང་དེ། དང། ནི་ད་ལྟ། མི་བསད་པའི་ཡུལ་ལྷན་ཁང་ཟེར། ཧྥན་པུའུ་ཟེར་ཡང་དེ་ནི། ཅི་མིན། ད་མི་བསད་པའི་ཡུལ་གྱི་ལྷན་ཁང་ཡིན་པ་དང། ནི་དེ་ལ་ནི་ཆིན་རྒྱལ་རབས་དང་ནི་མི་སེར་རྒྱལ་ཁབ་ཁག་གི། གི་ད་བེ་མཚོན་དང། ནི་བང་རྟགས་བཀོད་ཀྱི་ཡིན་ཟེར་དེ་མཚན་དེ་རེད། དེ་འདྲའི་སྒང་ལ་ད་ང་ཚོས། དབང་པོ་སེམས་དཔའ་བའི་ལེའུ་གཅིག་གཅིག་གི་དོན་ཚན་གསུམ་པ་དང་དབང་པོ་སེམས་དཔའ་བའི་ལེའུ་གཅིག་གཅིག་གི་དོན་ཚན་བཞི་བ། ལུང་འདྲེན་དང་པོ་ནས་ལུང་འདྲེན་དྲི་དེང་གི་བར། དེ་ནས་ལུང་འདྲེན་བཞི་བ་དེ་ལོགས་སུ་བྱེད་དེ་མ་ཡིན་པར་བྱེད། དེ་དེ་ཚུལ་ནི་ནི་ད་ང་ཚོས་ཀྱི་ལུང་འདྲེན་དེ་ཚུལ་ཚུལ་གྱི་ད་གཞི་རྩའི་ན་དཔེ་ཟེར་ཡག་གི་ད་དམ་ཚུལ་འདིའི་ནང་ལོགས་ནས་ནི། འཚོལ་བཤེར་གྱི་མཐུ་ཡག་དང་ནི་དེ་ནས་ཁུངས་ཐེག་ཀྱི་མཐུ་ཡག་དེ་འདྲ་རེད། དེ་ཡང་ན་ལུང་འདྲེན་བཞི་བ་དེ།

ཡ་མན་ཟེར་ཡ་ད་ལས་ཁང་ཟེར་ཡ་དང། དེ་ལ་ཨ་ནི་ཆིན་རྒྱལ་རབས་ཀྱི་འཇིགས་དང་མི་ཚེ་རྒྱལ་ཁབ་ཀྱི་སྟོད་བཙན་གྱི་ད་ཚེ་ལྡན་གྱི་ཨ་ནི་ད་སྟོང་དེ་ག་རེ་རེད་ཟེར་ན། དེ་ལ་དབྱིན་ཇིའི་གི་ད་མི་ཚེ་བལ་ཡུལ་གི་ལྷན་ཁང་ཟེར་ཡག་ལས་ཁུངས་དེ་ལ་ཆིན་རྒྱལ་རབས་ཀྱི་འཇིག་དང་མི་ཚེ་རྒྱལ་ཁབ་ཀྱི་ལྟོས་ཚན་ལ་ཚང་མ་གི་གཅིག་གྱུར་གི་ཚད་ལྡན་གི་སྒང་ནས་དབྱིན་ཇི་རྒྱལ་ཁབ་གི་ཧྥན་པུའུ་ཟེར་རྒྱ་ཡིག་ནང་ན་རྒྱ་གི་ཡིག་ཆ་ནང་དེ་འདྲ་ཧྥན་པུའུ་ཟེར་དེ་བེད་སྤྱོད་བྱེད་ཀྱི་འདུག་དེ་རེད། དེ་ནས་ད་ལུང་འདྲེན་ནང་ལོགས་ལ་གུས་རྟོག་ཆེ་བཞག་ཡོད། དེ་ཚོ་ཨ་ནི་ད་འདི་ལུང་འདྲེན་གྱི་ནང་ལོག་གི་ཐ་སྙད་གལ་ཆེན་པོ་དེ་འདྲ་ཡིན་ཙང་ཨ་ནི་རྩོམ་པ་པོ་ཁོ་རང་གིས་བཀོད་རྒྱུ་མ་གཏོགས་ལུང་འདྲེན་ཁོ་རང་གི་ནང་ལོག་ལ་དང་དེ་ཡོད་མ་རེད། དེ་རེད་ད་ལུང་འདྲེན་དང་པོ་ལྟ་བུ་ཚོ་ན་ཨ་ནི་ཆིང་གི་དུས་སྐབས་ཀྱི་ད་ལྟ་དྲང་བདུག་གཞི་ཟེར་ཡ་དེ་ཡི་ཨ་ནི་ངོ་མཚར་བརྒྱད་པ་ཟེར་ཡ་གི་དེབ་དེ་འདྲ་ཅིག་གི་དབང་པོ་བརྒྱད་པ་ནང་ལོག་ལ་འཁོད་རྒྱུ་རེད། ད་འདི་གི་བརྗོད་བྱ་དེ། ད་ཕྱིན་གྱི་གོང་མ་ཁོང་གཞི་ཁྲི་ལོ་ཉིས་རྩ་དགུ་ཟླ་བ་བརྒྱད་པ། གི་ནི་ལིག་ཉིང་གི་ཚེས་ལྔ་གི་ཉི་མ། ཉི་མ་འགའི་སྔོན་ལ། དབྱིན་ཇིའི་གི་ཧྥན་པུའུ་གླིང་ཆེན། ཀྲང་པུའུ། ལུང་གིས་ནི་ཁྲེགས་དཀོན་ལ། འགྲོ་ལང་བྱེད་ཟེར་ཡང་རྒྱུ་བ་དྭངས་ཟེར་ཡང་དེ་འདྲ་ཚིག་གཅིག་རེད། ད་འདིའི་ནང་ལོགས་ལ་ཡིག་ཆ་འདིའི་ནང་ལོགས་ལ། ཁོ་རང་གིས་ད་ལྟ་དབྱིན་ཇི་རྒྱལ་ཁབ་ཀྱི་ཧྥན་པུའུ་རྟ་ཕྲེང་ཟེར་ད་འདི་ཧྥན། ལྷན་ཁང་ཧྥན་པུའུ་ཟེར་ཡང་འདིའི་གི་བློན་ཆེན་ཟེར་ཡང་འདི་ཧྥན་པུའུ་ཟེར་ཡང་འདི། ད་དོན་གཅིག་ནི་ད་ལྟ་དབྱིན་ཇིའི་གི་མི་ཚེ་སྤེལ་ཡུལ

ཕྱི་ལུགས་ཀྱི་སྤྱི་དང་བྱས་ན་ནི་ཕྱི་ལུགས་ཆིག་སྟོང་གི་རྒྱ་ཕྱི་མའི་སྲིང་གི་ལུགས་རེད། དེའི་སྐབས་སུ། ད་དབྱིན་ཇི་རྒྱལ་ཁབ་ཀྱི་མི་བསད་པའི་ལྷན་ཁང། Colony Officers། ཡ་གི་དེའི་གི་ད་བློན་ཆེན། ཁོ་རང་ནི་ག་རེ་ཟུག་རེད།

པའི་གྲུ་ལ་སོགས་པ་ནས་ནི་ཕྱིན་ཅིག་འཚོལ་བྱེད་ཅིག་ན་ནི་གོ་རག་ཐོས་ཡ་དེ་རིགས་ད་གང་ལྟར་ཀྱང་འདིའི་སྐབས་ཀྱི་ཕྱི་ལུགས་ཀྱི་ལུགས་ཚིག་དེ་གཅིག་དང་གི་རྒྱ་ཆེ་མའི་སྲིད་ཡིན་པ་དང། ནི་དེའི་སྐབས་ཀྱི་ད་ལྟ་འདི་ལ་ཧྥན་པོའུ་ཞེས་གོ་ཡོད་ཡ་གི་ཧྥན་པོའུ་དེ་ནི་ཡིན་གཅིག་གི་ད་ལྟ་མི་ཚེ་བེ་ཡི་ལྷན་ཁང། ལས་ཁུངས། དེ་དེ་ཡིན་པ་དང་དེའི་གི་བློན་ཆེན། སྐབས་དེར་ད་ཚོད་གི་དྲུང་ཆེ་ཡིན་ཟེར་གི་འདུག་བ། དེ། ཁོ་རང་གི་གོ་གནས་འདྲ་བོ་དེ་ཡིན་ས་རེད། གནས་དེ་འདྲ་བྱས་ནས་ད་གང་ཐར་ཀྱང་ད་ལྟ་ཧྥན་པོ་ཟེར་ཡ་འདི་ནི་མི་ཚེ་ཕལ་ཡས་ལྷན་ཁང་ཡིན་པ་དེ་གཅིག་འདྲེ་ཞིག་འདྲེ་འདྲ་བོ་རེད་ད་ལོ་འདྲེ་ཉིས་བ་དེ། ཆིན་རྒྱལ་རབས་སྐབས་ཀྱི་ཨ་ཤི་འཇུ་ལུའི། ཙའེ་ཀྲེན་ཟེར་ཡ་ཁོ་རང་གིས་ད། དབྱིན་ཇི་ལ་དབྱིན་ཇིའི་སྐོར་གྱི་ཉིན་ཐོ་ཅིག་རེད་ད་དེ་སྐད་རགས་ཆེན་པོ་རེད་དེ་བོན་པོ་ཉི་ཡང་ན་ཁོ་རང་ལྟ་བུ་ཚོ་ན་ཨ་ནི་ད་ཅིག་མན་ཇུ་གོང་མའི་གོང་མའི་ཆིན་རྒྱལ་ཡིན་པ་ཨ་ནི་ཆིན་ཝང་ཡིན་པ་ཨ་དེ་འདྲ་རེད་ཝང་གི་སྐོར་ནས་ཡོད་ཡ་དེ་འདྲ་རེད་དེ་འདྲའི་སྐོར་ན། ད་ཁོ་རང་གི་ཉིན་ཐོ་དེ་ཁོ་རང་ཁེབས་རྩར་ད་ཚོ་ནི་གཞུང་འབྲེལ་གི་དབྱིན་ཇི་ལ་ཤོག་ཆོས་ཕེབས་དེ་གང་ལ་ཁོ་རང་གི་ཉིན་ཐོ་བྲིས་རྒྱུ་དེ་ཁོ་རེད་ད་དེའི་ནང་ལོགས་ནས་བརྗོད་བྱ་ཅིག་གོ་ཡ་དེ། ད་སང་ག་ཕོ་ཤིན་ཇ་ཕོ་ཟིག་ལ་སང་ག་ཕོ་ནས་གསར་འགྱུར་བཏོན་ཡ་དེར་ཁོང་ཧྲེང་ཞོས་ཐང་ད་ལྟ་སློབ་གྲྭ་འདི་ཁོང་ཁོང། ཁོང་ཚོའི་གི་སློབ་གྲྭ། སློབ་གྲྭ་འདི། ཡི་སྐོར། ནི་དེ་ནི། དེ་ཡི་སྐོར་ནི་ཤིན་ཅཱ་ཕུའུ་གི། སིང་ག་ཕུའུ་གི། ནི། བཙུན་དུ་སྤྱི་ཁྱབ། གི། ནི་ཆུ་ཆེན་སྐོར་ནི། ད་ལྟ་དབྱིན་ཇི་རྒྱལ་ཁབ་ཧྥན་པུའུ་ནས་གཏན་འབེབས་བྱས་པ་དང་ཐོན་སྐྱེད་བྱས་པ་ཟེར་བ་དེ་འདྲ་ཚིག་གཅིག་གོ་ད་འདི་ནས་རྟགས་བརྒྱད་ཡོད་པ་དེ་དབྱིན་ཧྥན་པུའུ་ཟེར་བ་དེ་རེད། དེ་འདྲའི་སྒང་ལ་ད་དེ་སིང་ག་ཕོར་ནས་ད་ལྟ་ཁོང་ཚོའི་སྐོར་གྱི་སློབ་གྲྭ་གི་འདིའི་སྐོར་ལ་དྲི་མོ་བྱས་དེའི་སྒང་ལ་སྐབས་དེའི་གི་སིང་ག་ཕོར་གྱི་སྤྱི་ཁྱབ་དེའི་གི་ཆོག་མཆན་གོ་ནས་ཡ་ད་ཨིན་ཇི་རྒྱལ་ཁབ་ཀྱི་མི་ཚེ་འཕེལ་ཡུལ་ལས་ཁུངས་ནང་ལ་སྤྲད་ནས་ནི་དེ་ལ་གཏན་འཁེལ་གཏན་གཅིག་གོང་ཐིག་བྱས་ཡག་དང་གཏན་འཁེལ་བྱས་ནས་སྒྲོ་ལོངས་བྱས་ཡག་ལ་སོགས་པ་ད་དེའི་སྐོར་གྱི་བརྗོད་བྱ་ཅིག་རེད། ད་ལུང་འདྲེན་ཟིན་པ་དེ་ལྟ་བུ་ཚོ་ནི། གོང་དང་ཡིག་ཆ་གོང་གོང་དང་གཅིག་པ་རེད། ཡིན་ན་གོ་བན་པོ་འཁྲིག་པ་ནང་ལོག་གི་རེད། ད་དེའི་སྐབས་སུ། ད་ཨིན་ཇི་རྒྱལ་ཁབ་ལ་ཐག་བཤད་ཀྱི་སྐབས་སུ། ད་ཨིན་ཇིའི་གི་ཁོངས་གཏོགས་ཀྱི་ཧྥན་གྱི་ནང་ལོགས་ནས་ཨཱ་ནི་རྒྱ་གར་དེ་བས་དེ་ད་གཙོ་བོ་དེ་རེད། དེ་ཡིན་པའི་ཆ་ནས་ཨཱ་ནི་ཧྥན་པུའུ་གི་ཧྥན་ཧྥན་པུའུ་ཟེར་ཡ་ལས་ཁོངས་དེ་འདི

ད་དྲུག་བཞི་དང་དཔོན་གནས་ལ་སོགས་པ་ཤིན་ཏུ་ཤིན་ཏུ་ཡོད་པས་ཡོད་ན་ནི་ཐོག་མར་དུ་ངེས་པར་དུ་དབྱིན་ཇིའི་གི་ཕྱི་རྒྱལ་ཁག་ལ་ཡོད་ཡག་གི་མི་ཚེ་སྤེལ་ཡུལ་ལ་ནི་ཐག་གཅོད་བྱེད་དགོས་པ་རེད།

ཚོད་འཛིན་གྱིས་ཡ་ཞིག་ན་འདྲ་ཨ་ནི་ཡང་ན་ཅིག་ད་ག་རེ་ཟུག་རེད་ཨེ་ཐད་ཀའི་དབང་གྱིས་མ་ཡིན་པ་ཡི་གི་ཡང་ན་ཡང་ན་དེ་འདྲ་གི་ཨ་ནི་མི་སེར་ཕལ་ཡིག་ཚག་གི་ཅིག་ག་རེ་ཟུག་རེད་ཐད་ཀའི་དབང་གྱིས་འདི་ལ་ད་ལྟ་གི་ཚིག་གི་གོ་དོན་ངོ་མ་དེ་ཨ་ནི་ཅིག་ཨ། ཚིག་དེ་ཨ་ནི་མན་ཇུའི་གི་ཡིག་ཆ་ནང་ལོགས་ནས་ད་རྒྱལ་ཁབ་གཞན་འདྲ་དང་མི་རིགས་གཞན་འདྲ་བེད་སྤྱོད་བྱེད་ཡག་གི་ཚིག་དེ་རེད། ཚིག་ངོ་མ་ལ་ཨ་ནི་ཁོ་ཅིག་ལྷི་ཁྲི་དང་ཡ་ལྷི་ཁྲི་དང་ཨ་ནི་ཡུལ་རྒྱུད་གི་སྒོ་ནས་ཨའོ་རྒྱལ་གྱི་ཡ་ཟེར་ཡང་རེད་བོ་དེ་འདྲ་གི་ཐ་སྙད་ཅིག་ཐོན་གི་ཡོད་རེད་ད་ཡིན་ན་འདིའི་དབྱིན་ཇི་དང་སྦྱར་ན་ད་ད་ལྟ་བསྡད་གི་ཡོད་མེད་གང་ལྟར་ཀྱང་ད་དབྱིན་ཇིའི་གི་ཝང་རྒྱལ་གྱི་ས་གི་མི་སེར་སྤེལ་ཡུལ་དཔེར་ན་རྒྱ་གར་ལྟ་བུ། ད་དེ་ནི་ཨ་ཧྥི་རི་ཁ་གི་ས་ཁུལ་དེ་ཚོ་དང། དེ་ཚོ་ན་ནི། མི་རིགས་དཀར་པོ་དེ་ཉུང་ཉུང་རེད། ད་ནང་བཞིན། ད་རྒྱ་གར་དང་འབར་མ། ཞེས་ཡང་འདི་ནི་འདི་གཉིས་ཆ་ནི་ད། རྒྱ་གར་ལྷན་ཁང་ཞེས་ཡ་གི་ལས་ཁུངས་འདི་གི་ཁོངས་གཏོགས་རེད། དེ་ལས་གཞན་ད་ཚང་མ་ནི་ད་ལྟ་ད་མི་སེར་སྤེལ་ཡུལ་ལྷན་ཁང་ལྷན་པོ་ཞེས་ཡང་འདི་གི་ཁོངས་གཏོགས་རེད། ས་ཆ་སོ་སོ་ལ་ནི་སྤྱི་ཁྱབ་རིས་དང། སྤྱི་ཁྱབ་རིས་དང་ཐང་ནང་བཞིན། ད་མི་བསད་པའི་བློན་ཆེན་ཟེར་ཡ། ད་བྷན་བུ་སྟག་ཕྲེང་ཟེར་ཡ་དེ་འདྲ་རེ་ནི། ཡོན་ཏན་གཅིག་འདུག་ཟེར་ཡ་དེ་རེད། དེ་ནས་ད་ལུང་འདྲེ་ང་བ་དེ། ད་མི་སེར་རྒྱལ་ཁབ་ག་གི་རེད། ཧོང་ཧོན་ཤུག་ཟེར་ཡ་ཁོ་རང་གི་ནི་ཆིན། ཆིན་གི་ལོ་རྒྱུས།

ཨཱ་ནི། ཡིན་གྱི་ལ་སྡོད་མཁན་གྱི་གཞུང་ཚབ། ཀྲང་ཏི་ཡིས་ཟེར་ཡ་དེ་གིས་ཨཱ་ནི། ད་ཕྱི་སི་ལའི་ཁོང་ལ་ཨཱ་ནི་ཐར་འཕྲིན་བཏང་ནས། ག་རེ་བྱེད་ཀྱི་འདུག་ཟེར་ན་ཨཱ་ནི། ཨཱ་ནི། དབྱིན་ཇིའི་གི་མི་ཚད་བེད་ཡི་ལྷན་ཁང་དུ་ཨཱ་ནི་གྲོས་མོལ་བྱས་ཡ་ཡིན། དེ་ཡིན་པའི་ཆ་ནས་ཨཱ་ནི། རྒྱ་གར་གྱི་སྤྱི་ཁྱབ། ལ་ཨ་ནི། བསྟར་འཕྲིན་བཏང་རོགས་གནང། བསྟར་འཕྲིན་བཏང་ནས་ཨ་ནི། དམག་ཡོང་ཡ་དེ་ཨ་ནི་མཚན་བཞག་བྱེད་རོགས་ཟེར་ཡ་གི་ཨ་ནི་བརྗོད་བྱ་དེ་རེད་ད་དེའི་ནང་ལོགས་ནས། མན་ཇུའི་གི་ཨིན་ཇི་ལ་ནི་རྡོ་ལོན་ཆེན་གི་ཞེས་དེའི་སྒང་ལ་ཨ་ནི་གོ་རིམ་གི་གྲོས་མོལ་བྱེད་ས་དེ་ཨ་ནི་ཨིན་ཇིའི་གི་མི་ཚེ་བལ་ཡུལ་ལྷན་ཁང་དང་མཉམ་དུ་གྲོས་མོལ་བྱེད་ཡ་ཡིན། དེའི་གི་ད་མི་སྲིད་པའི་ལྷན་ཁང་ཟེར་ཡ་དེ་ལ་ཕན་པོ་ཟེར་ཡ་དེ་ཕལ་ཆེར་ཅི་ཡོད། ད་གོང་གི་ལུང་འདྲེན་དེ་གི་རྩོམ་པ་པོ་སྐོར་ནི་ད་ལྟ་བེད་ཏུ་ནང་ལོག་ནས་དེ་ན་ནི་ཁོ་རང་གི་བེད་ཏུ་གི་དེ་སྐོར་ལ་ནི་ད་མ་གོང་གི་ལུང་འདྲེན་སོ་སོ་གི་རྩོམ་པ་པོ་དེ་ཚོ་སུ་ཡིན་པ་དེ་ནི་ངོ་སྤྲོད་བྱས་འདུག་ཟེར་ད་པེ་ན། ལུང་འདྲེན་དང་པོ་ད་ལྟ་དྲང་བདེན་ཞེས་བསྟན་ཡང་དེའི་ད་བར་ཚུན་ན་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་ཞེ་དགུ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཇི་དགུ་བར་དུ་ཚུན་གནས་དེ་ཁེངས་གི་ཨ་ནི། ཆིན་རྒྱལ་རབས་ཀྱི་ཕྱི་འབྲེལ་བློན་ཆེན། ཕྱི་འབྲེལ་གྱི་དཔོན་རིགས་དེ་འདྲ་རེད། ཁོ་བོའི་མི་ཚེའི་ནང་ལོགས་ལ་ཐོག་མ་བརྒྱད་ལ་ཨ་ནི་ཕྱི་རྒྱལ་ལ་ཨ་ནི་གཞུང་འབྲེལ་གྱི་ཕྱོགས་སྐྱོད་ཀྱི་ཡོད་མཁན་དང། ཨ་ནི་རྒྱལ་ཁབ། ཕྱིའི་རྒྱལ་ཁབ་ནས་ད་ཁོ་ཕྱི་ཕྱི་འབྲེལ་གང་ཆེ་ཧོང་རིགས་ཡིན་དུས་གང་ལ་ཕྱི་རྒྱལ་ཁ་ནས་ནི་ལོ་ངོ་ཉི་ཤུ་རྩ་བདུན་ལ་འཚོ་བ་སྐྱེལ་ཡོད་ཡ་དེ་འདྲ་རེད་ཟེར། ད་ཁོ་རང་གིས་རྒྱ་ཡིག་ནང་ང་བསྒྱུར་རྒྱུ་ད་བེ་ན་ད་ཕྲེང་ཟེར་ཡ་འདྲ་བོ་དང་ད་འདི་གོང་འཁོར་རྐང་འགའ་རེ་ལྟ་བུ་དང། ནི་དེ་འཛར་མ་ལ་སོགས་པ་ནི་ད། རྒྱ་ཡིག་ནང་དབྱིན་ཇི་ནས་རྒྱ་ཡིག་ནང་བརྒྱུད་འགྱུར་དེ་ཚོ། ཚན་རིག་གི་ཐ་སྙད་དེ་ཚོ་དེ་རང་བར་དུ་ནི་རྒྱ་རྒྱའི་ཡིག་གི་ནང་ལོགས་ན་སྐད་ཡིག་ནང་ན་བེད་སྤྱོད་བྱེད་བཞིན་པ་དེ་འདྲ་རེད། ནི་ཁོ་རང་ལྟ་བུ་ཚོ་ནི་ཐོག་དང་པོ། རྒྱ་ནག་གི་ཀློག་པ་པོ་ཚོ་ལ་ནི་ད་ལྟ་གི། ད་འདི།

རྒྱ་བོད་ཡི་གེའི་ནང་བེད་སྤྱོད་བྱེད་ཡག་གི་ཚིག་རྩ་ཚིག་དོན་གསལ་དགོས་མ་རེད་ད་རྟགས་བརྡ་འཕྲོ་གི་རྟགས་ཟུག་ཡོད་རྟགས་ཡོད་ཡ་དེ་ཟུག་དང་ད་ག་ནང་བཞིན་བཞིན་ད chocolate འདིའི་སྐོར་དེ་ཚོ་ཚང་མ་ནི་ཁོ་རང་གི་རྒྱ་ནག་ལ་ངོ་སྤྲོད་བྱེད་རྒྱུ་རེད་ཟེར་དབྱིན་ཇི་ནས་རྒྱ་ཡིག་ནང་བསྒྱུར་མཁན་དེ་འདྲ་རེད་ཟེར་ད་ཁོ་རང་ལོ་ཙཱ་བ་ཡང་ཡིན་པ་དེ་འདྲ་ཅི། དེ་མ་ཚད་ནི་ཁོའི་ངོ་མ་མན་ཇུའི་གངས་ཤིག་གོང་མ་གི་དབྱིན་ཇིའི་གི་དགེ་རྒན་ཡིན་པ། དེས་མ་ཚད་ཁོ་རང་ལ་ད་ཨིན་ཇིའི་གོང་མ་གི་ཧང་བསང་ཡག་གི་དམིགས་བསལ་གི་ཐང་ཡོད། ཚིག་ག་རེ་སོགས་ཐོབ་ཐང་ཡོད་མཁན་དེ་འདྲ་རེད། རྒྱུ་མཚན་ང་ཀོང་ཞིའི་གོང་མ་གི་ཨ་ནི་ད་གཞན་དག་གི་ཅིག་དཔོན་རིགས་གི་བློན་ཆེན་ལ་སོགས་པ་ཝང་དབྱི་ལ་སོགས་པ་ད་མང་པོ་ཅིག། གོང་མའི་མདུན་དུ་བུས་མོ་ས་ལ་བཙུགས་ནས་བསྡད་ཡོད་པའི་སྐབས། དེ་འདྲ་བུས་མོ་ས་ལ་བཙུགས་ནས་ནི་ཕྱག་འཚལ་དགོས་པའི་དེའི་སྐབས་སུ་ཡིན་ན་ཡང། ད་ལྟ་ད་གི་གྲང་འདུག་ཞེས་ཟེར་བ་ཁོ་ལྟ་བུ་ཚོ་ན། ནི། གོང་མ་གི་ཁྲིས་ནི་ཡར་ལངས་ནས་བསྡད་ན་ཆོག་ཡག་གི་དེ་འདྲ་གི་ཐུབ་ཐང་ཡོད་མཁན་དེ་འདྲ་གི་གི་ད་མེད་ཅིག་གི་ག་རེ་དམིགས་བསལ་གི་ཐུབ་ཐང་ཡོད་མཁན་ཐང་ཡོད་མཁན་དེ་འདྲ་གི་མི་ཅིག་རེད། ཚིག་སྟོང་གི་རྒྱ་ཇི་མེད་གཉིས་གི་ལུགས་ནི་ཁོ་ད་ཡིན་གྱི་གི། མན་གཞུང་ཚབ་ལ་དང་དང་དབྱིན་ཇི་ནང་གནས་སྡོད་ཀྱི་མན་ཇུ་རྒྱལ་ཁབ་ཀྱི་གཞུང་ཚབ་ལ་དང་རྒྱུ་དེ་འདྲ་རེད། ད་ལུང་འདྲེན་ཉིས་བ་དང་གསུམ་པ་གི་རྩོམ་པ་པོ་ཨའི་ཤིན་ཅུས་ལོ་ཙཱའི་དྲན་ལྟ་བུ་བཏོན་ན་ཆིག་སྟོང་བརྒྱད་བརྒྱ་དང་ཆིག་སྟོང་དྲུག་ནས་ཆིག་སྟོང་གི་བརྒྱད་ཞེ་དགུ་གི་ལོ་ཟླའི་བར་དུ་འཚོ་སྡོད་ཀྱི་ཡིན་ཁོ། ཆན་ལུང་གོང་མ་གི་ཚའོ་མི་རབས་ལྔ་བ་དེ་ཆགས་ཀྱི་ཡོད་ཡ་དང། ཨ་ནི་ཐེངས་མང་པོ་ལ་ཕྱི་རྒྱལ་ལ་མངགས་ནས་གཞུང་འབྲེལ་གྱི་ཕྱོགས་སྐྱོད་ཀྱི་ཡོད་མཁན། དེས་མ་ཚད་ད་ཁོ་རང་ཅིག་མན་ཇུའི་རྒྱལ་ཁབ་ཀྱི་གཞུང་གི་སྲིད་ཇུས་འགྱུར་བ་གཏང་མཁན་གྱི་ནང་ལོགས་ལ་ནི་ཉམས་ཞིབ་བྱེད་མཁན་དེ་འདྲ་ཅིག། དེ་ནས་ཨ་ནི་ཆིན་སྲིད་གཞུང་གི་ཚོང་ལས་ཀྱི་དང་ཞིང་ལས་ཀྱི་ལྷན་ཁང་གི་ཨ་ནི་བློན་ཆེན་གྱི་འགན་བཞེས་མྱོང་མཁན། ཧྲང་ཧྲུའུ་གྱི།

མི་ནག། དང་རང་བཞིན་ཁུལ་དག་དག་སི་ཁྲིན། རྩ་ཁྲིན། དང་མང་གཙོའི་ལམ་ལུགས་ལ་འགྲོ་དགོས་ཡ་གི་ཤོག་ཁོག་དེའི་གི་མི་ནག་ཡིན་པ་དེ་འདྲ་རེད། སྤྱི་སྟོང་གི་རྒྱ། བཅུ་མེད་ལྔ་གི་ལོ་ཨ་ནི་ཆིན་སི་གཞུང་གི་ཁུང་ཆེད་དུ་ངང་ནས། ད་ལྟ་གི་ད་ལྟ་རྩེ་རྩེ་དང་ཁོ་རང་མི་ཡ་ལྔ་ཆེད་དུ་ངང་ནས་ཨ་ནི་ཕྱི་རྒྱལ་ལ་ཆབ་སྲིད་གི་ཐག་གཅོད་ལ་འགྲོ་བ་རེད་ཆབ་སྲིད་ལམ་ལུགས་གི་ཐག་གཅོད་ལ་འགྱུར་བ་བཏང་བ་རེད། དེ་ལ་ནི་ད་མན་ཆོད་ཀྱི་ལོ་རྒྱུས་ནང་ནས་ནི་བོན་ཆེན་ལྔ་ཕྱི་གླིང་ལ་ཕེབས་པ་ཞེས་དེ་འདྲ་གི་ཐ་ཆད་སྐད་གྲགས་ཡོད་རྒྱུ་དེ་འདྲ་རེད། དེའི་སྐབས་སུ་ད་ཁོ་ལྟ་བུ་ཚོ་ནི་ཉི་མ་རེ་རེ་ལ་ནི་ད་ཉིན་ཐོ་བྱས་ནས་ནི་ཁོ་རང་གི་ག་རེ་མཐོང་ཡ་ན་ག་རེ་ཐོས་ཡ་ཡིན་ན་ཚང་མ་ནི་ཉིན་ཐོ་བྱས་ནས་དེ་ལ་ནི་ཆབ་སྲིད་ཐག་གཅོད་ཉིན་ཐོ་ཟེར་ཡ་དེ་འདྲ

མི་བསད་པའི་ལྷན་ཁང་གི་ནང་ལོགས་ལ་སོང། དེ་ནས་དེའི་སྐོར་ལ་ཁོས། ད་ཡིག་འབྲི་དགུ་བརྒྱ་ལྷག་གི་དབྱིན་ཇིའི་གི་མི་བསད་པའི་གི་ལམ་ལུགས་དང་སྒྲིག་འཛུགས་དེ། མ་ངོ་སྤྲོད་བྱས་འདུག། དེའི་ནང་ལོགས་ནས་ཐེངས་མ་བཅུ་དྲུག་ལ། ད་ལྟ་ཧྥན་པུའུ་ཟེར་ཡ་དེའི་ཐ་སྙད་འདི་གིས། དབྱིན་ཇིའི་གི་མི་བསད་པའི་ལྷན་ཁང། ལ། དབྱིན་ཇིའི་མི་སེར་སྤེལ་ལྷན་ཁང་ཞེས་ཡང་འདིའི་གི་མིང་འདི་ལ་ནི་གོ། ཐོག་མར་བྱེ་ཕྲུག་ལ་ནི་ཧྥན་པུའུ་ཞེས་ཡང་ཐ་སྙད་འདི་སྤེལ་ཚུལ་གཅིག་འདུག་ཅིག་དང་འདི་གཉིས། ངོ་བོ་གཅིག་ཡིན་པ་གོང་རྫོགས་ངེས་འཛིན་ངོ་ནི་ངོ་བོ་གཅིག་ཡིན་པ་དེ་དེ་འདྲ་ཐོག་མར་བྱེ་ཕྲུག་ལ་སྤེལ་ཚུལ་གཅིག་འདུག་ཅིག། ད་གོང་ནས་ང་ཚོས་ཞེས་ཡང་ནང་བཞིན་ཨ་ནི། ད་ལྟ། ད་ལྟ་ཙེ་ཙི་གི་ཐ་ན་ཁོ་རང་གིས་ད་རྒྱ་གར་མི་བསད་པའི་རྒྱ་གར་དང་ཨ་ཧྥི་རི་ཀ་ལ་སོགས་པ་མི་དཀར་པོ། མི་རིགས་དཀར་པོ་མ་ཡིན་པའི། མི་ཚེ་ས་ཁུལ་དེ་ཚོ་ནི་དང་ཨ་ནི་ད་ནང་བཞིན་ཁོ་རང་གིས་ད། ཁ་ན་ར་ཨོ་སྟྲེ་ལི་ཡ་ལ་སོགས་པ་མི་ཚེ། མི་རིགས་དཀར་པོ་ཡིན་ཡང་མི་བསད་པའི་ས་ཁུལ་གཉིས་ཆ་མ་འདྲ་ཡང་ཡིན་པ་ཁོ་ཡ་གསལ་བོ་བྱས་འདུག། ད་ལྟ། ཁོ་རང་གིས་ད་ཐ་སྙད་བེད་སྤྱོད་བྱེད་དུས་གང་ལ་རྒྱ་ནག་གི་ལོ་རྒྱུས་ནང་ལོགས་ནས། མཐའ་མཚན་གྱི་ད་ཧྥན་ཧྲུའུ་ཟེར་ཡ་ཁོངས་གཏོགས་ཀྱི་ཧྥན་ཟེར་ཡ་གི་ཐ་སྙད་དེ་བེད་སྤྱོད་བྱེད་ཡ་གི་ཚིག་དེ་ད་ག་རང་ད་ལྟ་དབྱིན་ཇིའི་གི་རྒྱ་གར་ལ་དབང་བསྒྱུར་བྱས་རྒྱ་གར་སྐོར་བྲིས་དུས་གང་ལ་ཁོ་ཐ་སྙད་དེ་ད་ག་རང་བེད་སྤྱོད་བྱས་འདུག་ཟེར།

མི་ཆོས་པེ་ཡིས་གི་ས་ཁེ་པེ་ན་པོ་དང་གང་ནང་བཞིན་ཨིན་ཇིས་ས་ཁེ་དེ་ཚོ་དང་ཁོ་ཁོ་རང་གི་ད་པོ་ལ་སོགས་པ་ས་ཁེ་དེ་ཚོ་དང་ཨ་ནི་ཨིན་ཇིས་གི་རྒྱ་གར་དང་ཨ་ཧྥི་རི་ཀ་མི་རིགས་དཀར་པོ་མ་ཡིན་པའི་ས་ཁེ་དེ་ཚོ་ལ་དབང་བྱེད་ཀྱི་ཡོད་མི་ཆོས་པེ་ཡི་ས་ཁེ་དེ་ཚོ་རིམ་པ་གཅིག་གི་ནང་ལ་ཡོད་ཡ་དང། དེའི་རྒྱུ་མཚན་ཆི་ཟིག་རེད་ནི། མི་རིགས་ཐ་དད་ཡིན་པ། དབང་སྒྱུར་བྱེད་མཁན་གྱི་རྒྱལ་ཁབ་ཀྱི་ནང་ལ་མི་སེར་སྤེལ་མཁན་གྱི་རྒྱལ་ཁབ་དེ་ཚོ་གི་ད་བདག་པོ་རྒྱལ་ཁབ་བདག་པོ་ཡིན་མཁན་གྱི་རྒྱལ་ཁབ་དེ་ཚོ་གི་མི་རིགས་དང་ཨ་ནི་ད་ལྟ་མི་སེར་སྤེལ་ཡུལ་མི་རིགས་དེ་ཚོ་ཁ་ཁ་ཡིན་པ་ད་དཔེར་ན་དབྱིན་ཇི་དང་རྒྱ་གར་ལ་མཚོན་ན་ཨ་ནི་མི་རིགས་ཁོ་ཁ་ཁ་ཡིན་དེ་གང་ལ། ད་ནི་ཨ་ཧྥེ་རི་ཀའི་མི་རིགས་དེ་ཚོ་མི་རིགས་དཀར་པོ་མ་ཡིན་པའི་མི་རིགས་ཁ་ཁ་ཡིན་དེ་གང་ལ་ད་ཁོ་རང་ཚོ་གི་གནས་རིམ་དེ་དང་དབྱིན་ཇི་དང་རྒྱ་གར་དང་ཨ་ཧྥེ་རི་ཀའི་མི་རིགས་དཀར་པོ་མ་ཡིན་པའི་མི་སེར་སྤེལ་ཡས་གནས་སྟངས་དེ་ཚོ་དང་ཨ་ནི་མན་ཇུ་གི་བོད་དང་ལ་སོགས་པ་གི་ཨ་ནི་མན་ཇུ་གི་རྒྱུད་པ་མ་ཡིན་པ་རྒྱ་གི་རྒྱུད་པ་མ་ཡིན་པ་རྒྱ་རིགས་མ་ཡིན་པ་གི་དེ་འདྲ་གི་ས་ཁད་དེ་ཚོ་དེ་ཁོ་རང་ཚོ་གི་ད་གནས་རིམ་གཅིག་པ་གང་ལ་ངོས་འཛིན་བྱེད་ཀྱི་འདུག། དེ་ཡིན་པའི་ཆ་ནས། ཁོ་རང་ཚོ་རིགས་རྒྱུད་ཁ་ཁ་ཡིན་པའི་ཆ་ནས། ད་རིགས་རྒྱུད་ཁ་ཁ་ཡིན་པ་ཟེར་མཁན་དེ་ཚོས་ཨ་ནི་ཁོ་རང་ཚོ་ད་བདག་པོའི་རྒྱལ་ཁབ་དང། རྒྱལ་ཁབ་གཅིག་པ་མ་ཡིན་པ་དེ་ཨ་ནི་གསལ་འདོན་བྱས་ཡོད་པ་རེད། བདག་པོའི་རྒྱལ་ཁབ་དང་རྒྱལ་ཁབ་གཅིག་གི་ངོ་བོ་ཆགས་ཡག་གི་ཐོབ་ཐང་ཡང་མེད་ཡག་དེ་འདྲ་གི་ངོས་འཛིན་བྱས་ཡོད་པ་རེད། ཐ་ན། གཅིག་ཁ་ནད་ར་དང་ཨོ་སི་ཀྲི་ལི་ཡ་ལྟ་བུ་མི་རིགས་དཀར་པོའི་གི་མི་སེར་སྤེལ་ཡིག་གི་གནས་རིམ་དེའི་ཚད་ལ་ཡང་སླེབས་གི་ཡོད་མ་རེད། ད་འདི་འདྲ་གི་ལངས་ཕྱོགས་དང་འདི་འདྲ་གི་ངོས་འཛིན་དེ་ཨ་ནི་ག་རེ་ཟེར་བ་རེད་ད་ཆིང་རྒྱལ་རབས་ཀྱི་དུས་སྐབས་སུ་ཧ་ཅང་གི་ད་གུན་ཁྱབ

རྙོག་འདྲ་བོ་ཆེན་པོ་འདྲ་བོ་ཅིག་མགོ་ན་ཡ་འདྲ་བོ་ཅིག་ཡོད་རེད་དེང་དུས་གང་ལ་ད་ཉན་མཁན་ཚོས་དེ་ཚོའི་ཁ་ལས་ཉོ་ཐུབ་འདྲ་བོ་ཡོད་ཀྱི་རེད་ད་དེ་ཡིན་ན་ཡང་གི་ཐམས་ཅད་དེ་གཡུལ་ཕྱི་དེ་ཚོ་དེ་ཚོ་ཅིག་མ་འདྲ་ཡ་ཐང་སྟངས་གསལ་པོ་འདྲ་བོ་ནི་གཡུལ་ཕྱི་ཞོགས་པོ་ཞིག་ཡོད་ཙང་ནི་ངོ་འཕྲོད་ཅིག་བྱས་ཤག་ན་ནི་ཕན་གི་རེད་སེམས་གི་དེང་དུས་གང་ལ་ད་ད་རེས་དེ་ཚོ་འདི་ནས་རྫོགས་སོང་དེང་དུས་གང་ལ་ད་ད་རེས་ངོ་འཕྲོད་འདི་མཚན་ཞག་གི་ཡིན། ད་ད་རེས་ཀྱི་ངོ་སྤྲོད་འདིའི་ནང་ལོགས་ནས་གཙོ་བོ་དེ། ཨ་ད། ཐ་སྙད་ཀྱི་སྒང་ནས། ཨ་ཅིག་མི་ཚེ་འཕེལ་ཡས་དང། ཨ་ནི་ད་ལྟ་གི་ད་མན་ཇུའི་ཁོ་རང་ཚོའི་ཡིག་ཆ་ནང་ལོགས་ལ་ཐ་སྙད་ཁ་ཤས་ཅིག་ཡོད་ཡ། དེའི་དང་ཨ་ནི་དབྱིན་ཇི་རྒྱལ་ཁབ་ཀྱི། ཨ་མི་ཚེ་འཕེལ་ཡས། ཐ་སྙད་དང་ལས་ཁུངས་དང། དེ་ཚོ་ལའང་ནི་ཞི་བདེར་ཕྱིན་ནས། དེ་བེད་མཚོན་དང་བཅས་པ་ལུང་འདྲེན་བྱས་ནས་མན་ཇུས་ཀྱི་ཡིག་ཆ་ནང་ལོགས། ད་ཡིག་ཆ་དེ་ཚོ་ཚད་ལྡན་གྱི་ཡིག་ཆ། ཅིང་མི་སྣ་གལ་ཆེན་མི་སྣ་སྐད་གྲགས་ཅན་དེ་ཚོ་གི་ཁྲིད་རྒྱུ་གི་ལུར་གྱི་ཡིག་ཆ་ནང་ལོགས་ནས། ཨ་ནི་ད་ལྟ། མན་ཇུས་ཀྱི་ཡིག་ཆ་ནང་ལོགས་ལ་མན་ཇུས་ཁབ་ཀྱི་ཡིག་ཆ་ནང་ལོགས་ན་ཧྥན་པུ་ཟེར་ཡ་དེ་དང། ཨ་ནི་དབྱིན་ཇི་རྒྱལ་ཁབ་ཀྱི་མི་སེར་བེད་སྤྱོད་ལྷན་ཁང། ཟེར་ཡ་དེ་གཉིས་ཨ་ནི་གཅིག་པ་ཡིན་པ།